རྒྱ་ཆེའི་ཕྱི་ནང་གི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་ཞུ་གི་ཡོད། ལྷག་པར་དུ། ན་གཞོན་ཚོ་ལ་ཞུ་གི་ཡོད། དེང་དུས་མཐོ་སློབ་ཁག་ལ་ཕེབས་ཏེ་ངེད་ཚོ་ལ། ད་ད་རེས། ད་འཛམ་བུ་གླིང། མི་དམངས། ད་ལྟའི་དུས་རབས། ཉག་ཕྲ་བོ་འདི་ལ། འཛམ་བུ་གླིང་གི་མི་དམངས་རྒྱ་ནག་ཝུ་ཧན་ནས་ཁྱབ་པའི་ཁོ་ཝིད་བརྣན་ཏིན་ལ་འཐབ་འཛིང་བྱེད་ཀྱི་ཡོད་རེད། གདོང་ལེན་བྱེད་ཀྱི་ཡོད་རེད་ད་ང་ཚོ་བོད་པ། བཙན་བྱོལ་ནང་ལ་འབའ་ར་གང་མ་གཏོགས་ཡོད་མ་དེའི་ནང་ལོགས་ནས་མི་རེ་གཉིས་གཅིག་གིས། ད་དངོས་གནས་འཛམ་བུ་གླིང་འདི་ཞི་བདེ་དང་འཛམ་བུ་གླིང་འདིའི་ནང་ལོགས་ལ་ཅིག། ཨ་ནི། རང་རྒྱལ་གཞན་ཕམ་གྱི་ལྟ་བ་འཛིན་མཁན་མང་པོ་བཞུགས་ཀྱི་ཡོད་རེད་དེ་ཚོ་ལ་བསྐྱར་མགོ་རུམ་བྱེད་ཀྱི་དངོས་གནས་ཀྱི་ད། ཅིག། ང་ཚོ་འགྲོ་བ་མི་ཙམ་མ་རེད། གོ་ལ་ཧྲིལ་པོ་འདི་གང་ལ་གནས་ཡོད་མཁན་ཚང་མ་གཅིག་ལ་གཅིག་བརྟེན་ཡོད་རེད་གསུངས་ནས་རྟེན་འབྱུང་གི་འབྲེལ་བ་དང། མིའི་བྱམས་སྐྱོང་གི་འབྲེལ་བའི་སྒང་ནས་ཧང་སང་ཡང་བཀའ་སློབ་དང་ལམ་སྟོན་སྐུ་ངལ་བསྐྱོན་དང་མ་བསྐྱོན་མང་བསྐྱོན་ད་ད་ལྟའི་དུས་ཚོད་འདི་ལ་འཛམ་བུ་གླིང་འདི་ལ་ག་རང་གང་འཚམ་ཅི།

བདེ་སྐྱིད་གཉིས་ཀྱི་སྐྱབས་གནས་བོད་མི་ཡོངས་ཀྱི་མགོན་སྐྱབས། བོད་མི་རིགས་ཀྱི་བླ་སྲོག། ཨན་རྒྱལ་བ་དཀོན་མཁྲིས་བཅུ་བཞི་པ་ཆེན་པོ་མཆོག་ད་ལྟ་བར་དུ་འཛམ་བུ་གླིང་གི་མི་ག་ཚོད་ག་ཚོད་མཉམ་དུ་ཀོ་ཕག་བསྐྲུན་ཡོད་རེད་བོད་པ་ག་ཚོད་ག་ཚོད་མཉམ་དུ་ཀོ་ཕག་བསྐྲུན་ཡོད་རེད་རྒྱ་གར་སྐྱོ་པོ་ག་ཚོད་ག་ཚོད་མཉམ་དུ་ཀོ་ཕག་བསྐྲུན་ཡོད་རེད་སྐྱབས་མགོ་རུམ་བྱེད་ཀྱི་བོད་པ་མི་གཅིག་ལ་ཁྱེད་རང་ངའི་འཁྲིས་ལས་སུ་ན་མགོ་བོ་སྒུར་ནས་པར་རྒྱབ་ཞུ་གསུང་ཡག་གི་བཀའ་མོལ་འདི་འདྲ་ཅིག་གནང་མྱོང་ཡོད་རེད་པས། ཁྱོད་ཀྱི་འཁྱོག་བཤད། སྐུར་བལྟེབ། སྒྲོག་གཏམ་རྐྱང་རྐྱང་བྱེད་དེ་གི་འདུག་ཨ། ཁྱོད་ཡང། རྡོག་བརྫོད་ཅིག་གཟིམ་དགོས་ཡག་གི་དུས་ཚོད་ཅིག་སླེབས་ཤག། ཁ་ནས་ཆོས་ཁས་ལེན་མི་ཆོས་ཁས་ལེན་མི། བཏགས་དགོས་ཡག་ཟེར་ཚོ་བོད་ཀྱི་ནང་ཆོས་ཀྱི་ཐུན་མོང་མ་ཡིན་པའི་ཨེ་ནི་ཅིག། རླུང་རྟ་དང་དེ་ཚོའི་ཁ་ཅིག་བཏགས་ཡོང་གི་རེད། མ་ནི་དེ་ཚོ་བཏོན་ཡོང་གི་རེད། ཁྱོད་ཆོས་ཁས་ལེན་མིན་ན། ང་ཚོའི་ནང་ཆོས་དང་འབྲེལ་བའི། དེ་ཚོ་ཁྱོད་ཁང་པ་ནང་ལ་ག་རེ་བཞིན་བཞག་གི་ཡོད། གཞོན་སྐྱེས་ཚོ་རང་རང་བཙན་གྱི་ལྟ་བ་ཡིན་ནི་རེད་སུའི་ལྟ་བ་ཡིན་ནི་ལྟ་བ་ག་རེ་ཡིན་ནི་ང་ལ་ཁྱད་མེད་ད། ལྟ་བ་ཡང་དག་པ་རྩོད་པ་ཡིན་ན་རང་བཙན་དང་དབུ་མ་གཉིས་ཀ་འགོག་གི་ཡོད་རེད། ཡིན་ནས་མི་ངན་ཀླུ་དགའ་ཁྱམས་ཟེར་མཁན་འདི་དང་འདིའི་གྲངས་ཁ་ཤས་བརྗོད་ཡ་མང་པོ་ཡོད་མ་རེད། འདི་ཚོས་རང་བཙན་ཁ་ལ་འཁྱེར་ནི། ཁྱེད་རང་ཚོ་ཁོང་ཚོའི་རྐུབ་གཡོག་བཟོ་གི་འདུག།

ཧ་གོ་སོང། མ་འོངས་པ་ལ་ཅིག་མི་འདི་ལྟས་སུ་ཅིག་ཆེན་པོ་ཅིག་དང། དོན་ཚར་ཅིག་བྱུང་སོང་ན་ཨོ། དེ་དུས་ཙར་ནས་ནི་འདི་འདྲའི་འདི་འདྲའི་ཡོར་ཟས་འཆོར་བ། དེ་འདྲས་ཀྱི་དགུང་ཤི་ཆེན་གནང་དགོས་བར་གདའ། ཁོ་གིས། ང་ཚོ་བོད་པའི་གཞོན་སྐྱེས་ཚོ་ལ Wash Brain། ཀླད་པ་བཀྲུ་ཡག་གི་ཐབས་ཤེས་ཅིག་ཁོས་འདི་ཅིག་བཏང་འདུག་ང་ཚོ་བོད་པ་ཚོ་གིས་ངེས་པར་དུ་གཞོན་སྐྱེས་ཚོ་གིས་ངེས་པར་དུ་ཁོ་ཀླུ་དཀར་ལྕམ་ཟིང་ངེ་གི་ལྟས་ངན་འདིའི་ལག་འོག་ལ་འཚོལ་རྒྱུ་ཡོད་མ་རེད་ཁོ་ལ་དུས་ནམ་ཡང་སྡིངས་ཆ་སྤྲད་རྒྱུ་ཡོད་མ་རེད་ཟིང་ངེ། གཞོན་ནུ་ཡིན་ནས་རེད་བུ་མོའི་ཚོགས་པ་ཡིན་ནས་རེད Student of Free Tibet ཡིན་པ་ཡིན་ནས་རང་བཙན་ཚོགས་པ་ཡིན་ནས་ཚང་མར་ངས་ཁྱེད་རང་ཚོ་ལ་འབོད་སྐུལ་དེ་ཞུ་གི་ཡོད། ང་ཚོའི་དམིགས་ཡུལ་དེ། སྐྱག་མགོ་རུམ་ཆེན་ང་ཚོའི་ལྟ་གོ་བོ་ལྟ་བུ་ཆགས་ཡོད་ལུས་ཀྱི། ང་ཚོ་ལ་མགོ་བོ་མེད་ན་ཚར་ཚར་ང་ཚོ། འོ་འདི་ཡིན་དུས་རྩ་ནས་ཁོས་སྐྱག་མགོ་རུམ་ཆེན་དང་ང་ཚོའི་བོད་པའི་བླ་མ་ཁག་ལ།

ཁྱོད་རྒྱ་གར་ནང་ལ་ཡོད་པ་ཡིན་ན་ངས་ཁྱོད་ལྟར་ཡོང་ས་རེད། འོ་དེ་རེད། དེ་ནས་བཟུང་ཙང། སྐྱབས་མགོན་རིན་པོ་ཆེ་གསོལ་དུས་ང་ཚོ་བོད་པ་ཚང་མའི་སྙིང་དང་མགོ་བོ་ལྟ་བུ་ཆགས་ཡོད་རེད། ད་ལྟ་བར་དུ་ཁྱོད་ཨོ་སི་ཀྲི་ལི་ཡར་བསླེས་ཏེ་སུའི་བཀའ་དྲིན་ཆེན་བསླེས་སོས། ཁྱོད་ང་བོད་པ་ཡིན་ན་ནི་ཨོ་སི་ཀྲི་ལི་ཡར་མིག་ཧ་གོག་དུས། ང་ཏཱ་ལའི་བླ་མ་པི་པ་ལི་ཡིན་ལ་ཧ་གོག་དོ། ཨོ་ལགས་དོ།

ག་རེ་རྩོད་ནས་རྩོད། བོད་མི་རིགས་ཀྱི་བདེ་སྡུག་གི་ཆེད་དུ་རེད་འབྲི་གི་ཡོད་རེད། སྐྱག་ངོ་རུམ་ཅིག་རྩོད་མང་ཡོད་ནམ་ཡང་གསུང་ཡོད་མ་རེད་ད། ཐོབ་ཐང་རེད་གསུང་ཡོད་རང་བཙན་ཐོབ་ཐང་རེད། ཡིན་ནས་སྐབས་དང་བབ་སྐབས་དང་དུས་ཀྱི་བཀའ་མོལ་ཅིག་གསུང་ཡོད་རེད། ཡིན་ནས། ཀླུ་གངས་འཆམ་ཟེར་མཁན་གྱི་མི་འདི་དང། འདི་འདྲ་བའི་ངན་པ་ལང་འདྲེ་ཁ་ཤས་བྱུང་རེད། མིང་སྨོས་ཀྱི་མེད། འདིས། ཁ་ལ་བོད་སྤྱི་པའི་མིང་དང་བོད་ཀྱི་རང་བཙན། ཐོབ་ཐང་གིས་ནི་དོན་དམ་པར་རང་ཉིད་སྐོབ་རྒྱག་བཟུང་ཡག་གི་ཐབས་ཤེས་བྱས་ནས་ང་ཚོའི་ད་ལྟ་བོད་པ་ཟེར་ཡག་གི་མིང་ཡོང་ཡག་བཟོ་མཁན་དེ་སྐྱབས་མགོན་རིན་ཆེན་ཁོ་ན་རེད། ཁོང་ལ་ཁོས་སྐུར་འདེབས་དང་སྒྲོ་སྐུར་དང་ག་རང་བྱས་ཡོང་འདུག་བ། དེ་འདྲ་སོང་ཙང་ང་ཚོ་གཞོན་སྐྱེས་བོད་ཕྱི་རྒྱལ་ཨ་རི་ག་པ་ཡིན་པ་ཡིན་ནས་མ་འོངས་པ་ལ་ཚང་མ་ལ་ངས་ཞུ་གི་ཡོད། ཀླུ་མཁར་བྱམས་ཟེར་མཁན་མི་དེའི་རིགས་ལ་ནམ་ཡང་སྡིངས་ཆ་སྤྲད་རྒྱུ་མི་འདུག། ད་ལྟ་ཁོས་སྤྲུལ་སྐུ་ཨུ་རྒྱན་སྟོབས་རྒྱལ་གྱི་མིང་འཛིན་པའི ྋགོང་ས་མཆོག་ལ་མཚན་སྨོད་ཞུ་བ་ནང་བཞིན་ཁོ་གི་ཆུ་རིའི་བཀའ་བློན་གཡུ་ཐོག་ཀརྨ་དགེ་ལེར་ཁོས་རྒྱབ་སྐྱོར་བྱས་སོང་ཡག་པོ་རེད། ཨུ་རྒྱན་སྟོབས་རྒྱལ་ལ་ཁོས་རྒྱབ་སྐྱོར་བྱེད་ཀྱི་འདུག་དེས་མ་ཚད་སྐྱབས་མགོན་རིན་པོ་ཆེ་མཉམ་དུ་སྐོར་བ་བགྲོད་ན་ནི་མགོ་བོ་སྒུར་སྒུར་བྱེད་དགོས་ཀྱི་ཡོད་པ་གཅིག་ཁོས་བཤད་སོང། གཉིས་པ་དེ། ངས་སྐྱབས་མགོན་རིན་པོ་ཆེ་མཉམ་དུ་སྒོ་སྐྱེལ་སྐྱེལ་བྱེད་ཡག་དེ་སྐྱབས་མགོན་རིན་པོ་ཆེ་དང་འདྲ་མཉམ་ཡིན་པའི་སྐད་ཆ་བཤད་སོང་སྐྱབས་མགོན་རིན་པོ་ཆེ་མཉམ་དུ་སྐོར་བ་བགྲོད་འདི་དང་འདྲ་མཉམ་མེད་པ་ག་རེ་གསུངས་སོང་ད་ལྟ་བར་དུ། སྤང་ལོང། ཨོ་དེ་རེད་དེ་འདྲ་སོང་ཙང། བོད་ཕྱིན་སྐྱེ་ག་པ་ཅི་ལ་ཡོད་པ་ཡིན་ནས་བོད་པས། ཁོ་ལ་ཐོབ་ཐང་དེ་སྟེང་ཆ་སྤྲད་མ་ཡོང་བ་བོད་པའི་མི་རིགས་ཀྱི། འཐབ་རྩོད་དང་བོད་པའི་རིན་ཐང་གི་སྟེང་ཆ་དེ་ཁྱེད་རང་ཚོ་རྩ་བ་རང་ནས་སྤྲད་རྒྱུ་ཡོད་མ་རེད་ད་གལ་སྲིད་ཁྱེད་རང་ཚོ་འདི་སྤྲད་པ་ཡིན་ན་ཁོ་ལ་གོ་སྐབས་སྤྲད་ཀྱི་ཡོད་རེད་སྐྱག་མགོ་རུམ་ཆེ་ལྟ་བུ་ལ། འཚེ་མེད་ཞུ་ཡག་དང། བོད་པའི་བླ་ཆེན་ག་ལ་འཚེ་མེད་ཞུ་ཡག། ཨོ་དེ་རེད་ཁྱེད་རང་ཚོ་ཡང་ཨེ་ནི་དེའི། ལྷན་དུ་དམྱལ་བ་ལ་ཁྲིད་ཡོང་གི་རེད། ཚེ་རབས་ནས་ཚེ་རབས་བསགས་པའི་བསོད་ནམས་དེ་ཟེར་ཡག་གི་རྒྱུ་བྱ་དགོས་བ་རེད་དེ་འདྲ་སོང་ཙང། ཀླུ་མཁར་བྱམས་ཁྱེད་རང་ཡེ་ནས་སྐད་ཆ་དེ་ལ་བདག་པོ་བགྱིས་ན་ཡག་གི་རེད། འོ་དེར་དེ་འདྲ་སོང་ཙང། བོད་རིགས་སྤུན་ཟླ་ཡོངས་ལ་ངས་འབོད་སྐུལ་ག་རེ་ཞུ་གི་ཡོད་བས་ཞུས་པ་ཡིན་ན། མ་འོངས་པ་ལ། ཆབ་སྲིད་ཀྱི་གནད་དོན་ག་འདྲའི་ཅིག་ཡིན་པ་ཡིན་ནས། སོ་སོ་ག་རེ་བརྩོན་ནས་འགྲིག་གི་རེད། ཀླུ་གང་འཁྱམས་ཟིན་ངས་མི་འདིའི་རིགས་ལ། དུས་ནམ་ཡང་སྡིངས་ཆ་མ་སྤྲད་རོགས་གནང་ངས། འབོད་སྐུལ་འདི་ཞུ་གི་ཡོད་སེམས་གཏིང་ནས་ལྷག་བསམ་ཟོལ་མེད་ཀྱི་ཞུ་གི་ཡོད་ད། ང་ཁོ་ལ་དགའ་མ་དགའ་མ་རེད་ཁོས་སྐྱག་མགོ་རམ་ཅི་ལ་ཐེངས་ག་ཚོད་ཟུར་ཟ་ཞུས་སོ་ད་ད་རིང་རྒྱང་རྒྱ་ཁོས་ག་པར་ལ་དཔེ་བཞག་སོས། མའོ་ཀྲུའུ་ཞི་དང་ཀིམ་ཇོང་དེ་ཚོར་ཁོས་དཔེ་བཞག་སོང། རླུང་རྟ་རྒྱུག་ནི་བཀོད་ཀྱི། འདི་ལ་བཞག་མ་སོང། བིན་ལ་ཏིན་དེ་ཚོ་ལ་བཞག་མ་སོང། འོ་དེ་རེད་དེ་འདྲ་སོང་ཙང་རྣམ་པ་ཚོས་དེ་ཚོ་སེམས་ལ་བཞག་དགོས་ཡ་དེ་གལ་ཆེན་པོ་རེད་ཞུ་ཡ་ཡིན། མཐའ་དོན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུའི་གསང་གསུམ་ལ་བར་ཆད་ནམ་ཡང་མི་ཡོང་བ་དང། སྨོན་ལམ་ལོག་པའི་རྒྱལ་བའི་བསྟན་པ་ལ་མཁོ་བའི་ནང་ཆོས་གཟུགས་ཅན་གཟུགས་མེད་དེ་བསམ་སྦྱོར་ངན་པའི་འཇུག་པ་མ་ལུས་པ་མཆོག་ཟུང་ལྡན་པའི་རྩལ་ལས་བཅོས་གྱུར་ཅིག། ཆོལ་གསུམ་རྡོག་རྩ་གཅིག་སྒྲིལ་དགོས་ཀྱི་ཡོད་རེད། ང་ཚོ་བོད་རིགས་གཞོན་སྐྱེས་ཚོ་གི། ལྟས་ངན་ཀླུ་དགའ་ལྕམ་ཁོའི་ཀླད་པའི་བར་ལ་ཐབས་ཇུས་བར་ལ་མ་ཚུད་པ་ཅིག་གནང་རོགས་གནང་ངས་འབོད་སྐུལ་ཞུ་གི་ཡོད། ཐོག་ཆེ་ཆེ།